རིགས་ཀྱིས་བཤད་ན་ཆོས་ལུགས་མི་འགལ་ཞིང་འཇིག་རྟེན་བྱ་བ་ཀུན་ནས་ལོག་སྒྲུབ་པ་དམ་པ་རྣལ་འབྱོར་སྤྱོད་ཚུལ་ཅི་འདྲ་ཞིག་བཤད་པ་འདི་ནི་ལོག་བཤད་རིན་ཆེན་གཏེར།

ཧུའེ་ཡེ་ཡེ་ཧུའེ་ཁྱེད་ལ་ཅིར་སྟེར་བལྟ་རྒྱུ་འདི་ཕྱོགས་ནས་གཙོ་བོ་ཡིན། འདི་ཕྱོགས་པའི་ཁ་བརྡ་ཞིག་བྱས་ན་དང་བོ། སྔོན་དུ་འགྲོ་བའི་ཀུན་སློང་དུ་གྱུར་རྗེས་ཡོད་སོང་བ་རེད་ལ་མཇལ་བའམ་ཧུའེ་ཅན་གང་ཡང་མཇལ་ན་མཇལ་བའི་མ་མཇལ་གོང་གི་ཡར་སྔོན་ན་རང་གི་བསམ་པའི་ཀུན་སློང་རྣམ་པར་དཔག་བྱ་དགོས་དུ་གྱུར། ཡོན་ཏན་ཐམས་ཅད་ཀྱི་རྩ་བའམ་གཞི་མ་ནི་བཤེས་གཉེན་བསྟན་པ་འདི་བདུད་ལས་གལ་ཆེ་བ་མེད་དེ། རྗེ་རིན་པོ་ཆེ་ཀྱི་ར་ཡོན་ཏན་ཀུན་གྱི་གཞི་སྤྱི་དྲི་ཅན་གྱི་ཡི་ཚུལ་བཞིན་བསྟན་པ་ལན་ཅིག་རྩ་བ་བའི་གསུང་ལུང་འདིར་དུས་དེ་ཀའི་དཔེ་ཆ་ལས་རྟགས་མ་ལྟོས་གོང་གི་ཡར་སྔོན་ན།

དམའ་འབྲ་བའི་འདུ་ཤེས་འཛིན་དགོས་ནི་རེད་བཙན་ནུ་བོའི་བཙན་ཆོས་དེ་དམན་གྱི་འདུ་ཤེས་འཛིན་དགོས་ནི་རེད་རང་རྒྱུད་ཀྱི་ཉོན་མོངས་དེ་ནད་ཀྱི་འདུ་ཤེས་བཟུང་ནས་ཉོན་མོངས་དེ་སེལ་བའི་ཕྱིར་དུ་ད་ལྟ་དགོས་ནི་རེད། དེ་ཡི་འདི་ཆོས་གསུམ་པོ་བའི་ཉེར་ལེན་འདི་གཞན་རང་ལ་ཉེ་བའི་རིགས་ཀྱི་འཇུག་པའི་ཀུན་སློང་བཞི་རེད་འདི་མོ་འདུ་ཤེས་བཞི་གི་སྒོ་ནས་བལྟས་ན་ད་དཔེ་ཆ་ཡིན་ན་དེ་ལྟ་ཁོ་དཔེ་ཆ་རྩོམ་པ་པོ་བཙན་སུ་ཡིན་ན་དེས་དེ་ལ

གནང་གི་འདུག་ཉིན་བ་འབྱིན་རྒྱུར། དུས་དེ་གའི་འདུ་ཆོས་གསུམ་པོ་གཙོ་བོར་དབུས་རྒྱ་མ་ཏིའི་གུང་གི་ཡར་སྔོན་གོ་གཙོ་བོར། གསུམ་པ་མོ་རང་གི་ཁམས་དང་དབང་བོ་དང་བསྟུན་ནས། རིམ་པ་བཞིན་དུ་ལྟ་དགོས་ནི་འདིར། བུ་སྐྱ་རང་གི་འདི་ལྟ་ཅི་གི་ལྟ་ཅི་དེ། གང་འདོད་འདོད་ཀི་བལྟས་ན་ཕན་ཐོགས་ནོར།

དགའ་བྱེད་རྒྱུ་དེ་རང་བྱེད་ནུས་དེ་ངར་རྒྱལ་གྱི་དབང་དུ་མི་འཇུག་རྒྱུའི་ཆེད་དུ་རེད། གོས་རྒྱ་བལྟས་ནས་གཅིག་ཤེས་སོང་ན་ཡང་ངར་རྒྱལ་གྱིས་བཏགས་ན་གོས་རྒྱ་རང་བཞིན་གཉིས་ཀའི་དོན་མི་འབྱུང་ནི་རེད། རྩོད་འབྲེལ་རེ་ཐོག་མཐའ་བར་གསུམ་དུ་སྤེལ། རྩོད་འབྲེལ་འདི་རང་དབང་སྒོས་ཀྱི་ཡིག་རྟའི་སྣོད་དུ་མ་རེད། གནས་ཚུལ་རེ་ན་འབད་པ་རྒྱུན་ལྡན་དུ་འཇུག་ཞིག་མ་ཀོ་དགའ་ཡི་སྒོ་ནས་དེ་ཡི་ནང་བརྩོན་འགྲུས་ཀྱི་ནང་དོན་དེ་རེད་དགའ་བ་འི་སྒོ་ནས་སྤྲོ་བ་འི་སྒོ་ནས་དེ་ཡི་ནང་དེ་བརྩོན་འགྲུས་ཀྱི་ནང་དོན་རེད་མ་གཏོགས་མུ་ཅི་ཡིན་ལོག་དེ་ཡི་ནང་དེ་བརྩོན་འགྲུས་ཀྱི་ནང་དོན་མ་རེད། ཁོ་ཅག་ལྟ་བུ་ནི་འི་གེ་ཀི་ཉན་པའི་འཇོག་རྒྱུ་ཟིན་པ་མོ་གང་རེད། གནས་གང་ལ་སྨན་གང་གིས་ཕན་གི། དེ་ལྟའི་རྒྱ་དེ་ནས་ཁོ་ཅག་ལྟ་དགོས་བ་ནི

རྫ་དཔའ་སྤྲུལ་སྤུན་གྱི་གསུང་ནུ་བོ་ཀི་ཙང་བླ་མའི་ཞལ་ལུང། ཉི་མའི་སྟོད་སྐོར་ལྷ་རྗེ་ཀའི་གསུང་ནུ་བོ་ལར་ཐལ་རྒྱན། ཐུབ་པའི་དགོངས་བ་རལ་གསིལ། འདི་ལ་བཀའ་འདི་དག་ལ་སོགས་པ་རྒྱན་རྣམས་དང་ཧང་གི་རང་བཞིན་ལ་ཕན་ཐོགས་ནས་ལྷག་པར་དུ་དམ་པ་གོང་མ་བའི་རྣམ་ཐར་དག་རྒྱ་རིགས་བལྟས་ན་དེ་ལས་ལྷག་པའི་རང་དགར་ཕན་ཐོགས་དཔེར་ན་རྗེ་མི་ལ་རེ་བ་བའི་རྣམ་དགར་གྱི་ནང་ནས་རང་དགར་མ་དགར་མ་གི་ནང་ནས་རང་ཡོན། གཞོན་དག་དང་ཐོག་མ་ལ་སོང་ནོ་གི་ལྷ་བྱ་བའི་འགུལ་བསྟེ་རི་ག་ད་རང་གི་ད་པ་བའི་སྒོ་ནས་ན་ད་རང་གི་ལ་ཧམ་དོག་ནི་འདི་སྐད་ཀི་ད་པ་གི་ནོ་པའི་རྒྱུན་སྙིགས་ཚིན་ཟི་ནོ་དོན་དུ་མ་རེད་ཡིད་ཆེ་བ་བའི་སྒོ་ནས་བསྟེ་དུ་ནང་དུ་དི་རེ་དེ་ད་པ་གི་ནོ་དེ་པོ་སྒོ་ནི་རེ་ཅི་ཐམ་པ་རྒྱལ་ཚོགས་ཚང་ག་ལང་ཉོན་འདི་བས་ཅིག་ཅི་ལྟ་བུ།